བོད་ཀྱི་སྙན་གྲགས་ཅན་གྱི་ཆབ་སྲིད་མི་སྣ་ངོ་སྤྲོད། མངའ་བདག་ཁྲི་རལ་པ་ཅན། བློན་པོ་བློ་གྲོས་ཅན་མཉན་དུ་བཀུག་པ། རྒྱལ་ཁབ་གང་ཞིག་གི་མང་ཚོགས་ལ་བདེ་སྐྱིད་འབྱུང་མིན་ནི། རྒྱལ་པོའི་ཆབ་སྲིད་དང་འཛིན་སྐྱོང་ལམ་ལུགས་ཡང་དག་པ་ཞིག་ཡིན་མིན་ལ་རག་ལས་ཤིང། ཆབ་སྲིད་དང་འཛིན་སྐྱོང་གི་ལམ་ལུགས་དེ་ཡང་དག་པ་ཡོང་ཐུབ་མིན་ཡང། རྒྱལ་པོ་རྣམ་དཔྱོད་ལྡན་པ་ཞིག་ཡིན་མིན་དང། བློན་པོ་བློ་གྲོས་ཅན་རྣམས་ཀྱིས་བློ་དོན་རམ་འདེགས་ཚུལ་བཞིན་ཞུ་ཐུབ་མིན་བཅས་ལ་རག་ལས་ཡོད་པ་རེད། བཙན་པོ་ཁྲི་རལ་པ་ཅན་ནི་སྐུ་ན་གཞོན་དུས་ནས་བཟུང་བློ་གྲོས་ཅན་ལ་མིག་ལྟོས་མཛད་མཁན་ཞིག་དང། སྤྱི་ལ་དབང་བའི་འདུན་མའི་རིགས་མཐའ་དག་རང་གི་དབང་ཤེད་དང་སྒེར་གཅོད་མི་མཛད་པར། ཆོས་སྲིད་ཀྱི་གནད་དོན་གང་འདྲ་ཞིག་ཡིན་ཡང་གྲོས་མོལ་དང་གནས་ལུགས་གཞི་ལ་བཞག་སྟེ་ཐག་གཅོད་མཛད་པའི་གོམས་གཤིས་ལྷན་སྐྱེས་སུ་མངའ་བ་ཞིག་ཡིན། བཙན་པོ་ཁོང་རྒྱལ་སར་འཁོད་པའི་རྗེས་སུ་ཡང། རང་ཉིད་རྒྱལ་པོ་ཡིན་པའི་ཕྱི་གཟུགས་དང། རང་ཤེད་ཀྱི་ཐག་གཅོད་གཏན་ནས་མི་མཛད་པར། བློན་པོ་བློ་གྲོས་ཅན་དང། ཉམས་མྱོང་ལྡན་པ་ཚོའི་དགོངས་འཆར་ལ་གསན་ཞིབ་མཛད་དེ། དངོས་ཡོད་ཀྱི་གནས་སྟངས་ལ་རྒྱུས་ལོན་གཏིང་ཕྱིན་པ་བྱུང་བ་ན། འཕྲལ་ཕུགས་གཉིས་ལས་ཕུགས་སུ་གང་ཕན་པ་ཆེ་བ་དེ་གཙོ་གནད་དུ་བཟུང་བའི་ཐོག་ནས་ཐག་གཅོད་མཛད་ཀྱི་ཡོད་པ་རེད། སྤྱིར། རྒྱལ་པོ་ཕལ་མོ་ཆེའི་བསམ་པར། རང་ཉིད་གཞན་ལ་བཀའ་གཏོང་མཁན་ཞིག་ཡིན་པ་མ་གཏོགས། རང་གིས་ཀྱང་གཞན་གྱི་བསམ་ཚུལ་དང་ལེན་དང་བརྩི་འཇོག་བྱ་དགོས་དྲན་པ་བསམ་བློའི་ཡུལ་ན་མེད་ཀྱང། བཙན་པོ་ཁྲི་རལ་བ་ཅན་ནི། རང་ཤེད་ཆེ་བའི་རྒྱལ་པོ་དེ་དག་དང་གཏན་ནས་མི་འདྲ་བར། མཁས་པ་དང་བློ་གྲོས་ཅན་ལ་ཆེ་མཐོང་བརྩི་འཇོག་མཛད་མཁན་ཞིག་ཡིན་པས། མེ་ཏོག་གི་ཚལ་ལ་སྦྲང་མ་འདུ་བ་བཞིན་བློན་པོ་བློ་གྲོས་ཅན་རྣམས་བཙན་པོའི་མཐའ་ལ་རང་བཞིན་གྱིས་འཁོར་ཡོང་བ་ཞིག་ཡིན། བཙན་པོའི་མཚན་ལ་རལ་པ་ཅན་ཞེས་ཐོགས་པ་ཡང། བཙན་པོ་ཁོང་ཆོས་ལུགས་ལ་དད་འདུན་དང་ཡ་རབས་སྤྱོད་བཟང་ཅན་ཞིག་ཡིན་པ་ལ་རང་བཞིན་གྱིས་འབྲེལ་བ་ཡོད་པ་ཞིག་ཡིན་ཏེ། ཁོང་གིས་སྐྱབས་གནས་གོང་མ་ལ་ཡིད་ཆེས་བློ་གཏད་གནང་སྟེ། ངོ་ལྐོག་རྒྱབ་མདུན་ཐམས་ཅད་དུ་ལས་འབྲས་ལ་བརྩི་སྲུང་དང། དགེ་སྡིག་སྤང་བླང་གི་རྣམ་དབྱེ་ཚུལ་བཞིན་ཉམས་བཞེས་མཛད་ཀྱི་ཡོད་པའི་ཐོག། ཆོས་རྗེ་དགེ་འདུན་པའི་སྡེ་དང་གོས་དཀར་ལྕང་ལོ་ཅན་གྱི་སྡེ་ལ་ཡང་ཤིན་ཏུ་གུས་ཞབས་དང་བརྩི་མཐོང་ཆེན་པོ་ཞུ་བཞིན་ཡོད། ཁོང་གིས་རང་ཉིད་ཙམ་མ་ཡིན་པར་མང་ཚོགས་སྤྱི་ཡོངས་ནས་ཀྱང་བསྟན་པ་འཛིན་པའི་སྐྱེས་བུ་དམ་པ་ཚོར་དད་གུས་ཞུ་དགོས་པ་གལ་གནད་དུ་གཟིགས་ཀྱི་ཡོད་པས། བཙན་པོས་མཆོད་འབུལ་མཛད་སྒོ་ཞིག་གི་ཐོག་རབ་བྱུང་ངུར་སྨྲིག་གི་སྡེ་དང། གོས་དཀར་ལྕང་ལོ་ཅན་གྱི་སྡེ་གཉིས་བཙན་པོ་རང་གི་དབུའི་རལ་པའི་གདན་ལ་བཞུགས་སུ་གསོལ་ཏེ། བོད་ཀྱི་རྒྱལ་འབངས་ཡོངས་ལ། བསྟན་འཛིན་གྱི་སྡེ་དེ་གཉིས་གོང་དུ་བཀུར་དགོས་པ་བཙན་པོ་རང་གིས་མཛད་སྤྱོད་ཀྱི་ཐོག་ནས་གསལ་སྟོན་མཛད་པས། བོད་ཀྱི་ལོ་རྒྱུས་ཐོག་ཡོངས་གྲགས་སུ་བཙན་པོ་ཁྲི་རལ་པ་ཅན་ཞེས་སུ་གྲགས་པ་ཡིན། གནང་སྟངས་འདི་མི་དཀྱུས་མ་ཞིག་གི་ངོས་ནས་བཤད་ན། དེ་ཙམ་དཀའ་ཁག་ཅན་ཞིག་མིན་སྲིད་ཀྱང། བོད་ཁམས་ཡོངས་ལ་དབང་བསྒྱུར་བའི་བཙན་པོ་ཞིག་གི་ངོས་ནས་བཤད་ན། ཚད་མཐོ་བའི་གུས་ཞབས་འདི་འདྲ་ཞུ་མཁན་ཤིན་ཏུ་དཀོན་ཞིང། རྒྱལ་པོ་མང་ཆེ་བས་ཕྱི་ཚུལ་བཟུང་སྟེ་དཔོན་ཉམས་ཀྱིས་བཞུགས་པ་མ་གཏོགས། དད་ལྡན་སློབ་མ་ཞིག་གི་ཚུལ་བཟུང་སྟེ་སྐྱབས་གནས་གོང་མ་ལ་དེ་ལྟ་བུའི་གུས་ཞབས་ཚད་མཐོ་པོ་ཞུ་མཁན་ཕལ་ཆེར་མེད་པ་ལྟ་བུ་ཡིན། འོན་ཀྱང། བཙན་པོ་རལ་པ་ཅན་གྱིས་མཆོག་གསུམ་གཙུག་ཏུ་བཀུར་ཏེ་མཆོད་པའི་སྡེ་གཉིས་ལ་རལ་པ་གདན་དུ་བཏིང་བ་མ་ཟད། བསྟན་པ་ལ་རབ་ཏུ་བྱུང་བའི་དགེ་འདུན་པ་རྣམས་ལ་རྒྱལ་ཁབ་ཀྱི་ཁྲིམས་སྲོལ་ལས་འགལ་བའི་དམིགས་བསལ་མང་པོ་མཛད་དེ། རྒྱལ་ཁབ་ཀྱི་ཁྲལ་རིགས་མང་པོ་སྒྲུབ་མི་དགོས་པའི་ཐོག་མང་ཚོགས་ཡོངས་ཀྱི་དགེ་འདུན་པའི་སྡེ་ལ་གུས་ཞབས་དང་སྲི་ཞུ་བསྒྲུབ་དགོས་པའི་ཁྲིམས་སྲོལ་དམ་པོ་མཛད་ཡོད་པར་བརྟེན། ཆོས་པ་ཚོས་ཀྱང་བཙན་པོའི་ཐུགས་རེ་ལྟར་བསྟན་པ་ཡུན་གནས་དར་སྤེལ་ཡོང་བར་འགན་ཁུར་ཆེན་པོ་བཞེས་པས་བཙན་པོ་ཁོང་གི་སྐུ་དུས་སུ་སངས་རྒྱས་ཀྱི་བསྟན་པ་དང། དེ་འཛིན་གྱི་དགེ་འདུན་པའི་སྡེ་ཤིན་ཏུ་འཕེལ་རྒྱས་ཆེན་པོ་བྱུང་ཡོད། སྐབས་དེར་རྒྱལ་པོའི་ཕོ་བྲང་ནང་དུ་བློན་པོ་ཆེ་ཆུང་དང། རྒན་གཞོན་ཤིན་ཏུ་མང་པོ་བཞུགས་ཡོད་ཀྱང། བཙན་པོས་དེ་དག་ཐམས་ཅད་ལ་ཕྱོགས་ལྷུང་མེད་པའི་གཟིགས་ཚུལ་སྨྱོ་པོ་མཛད་པ་གང་ཞིག་ལ། བློན་པོ་ཚོའི་ལྟ་ཚུལ་མི་མཐུན་པའི་འགལ་ཟླའི་བསམ་བློའི་བར་དུ་རྒྱལ་པོ་རང་ཉིད་ཀྱི་བསམ་བློའི་རང་ཚུགས་གཏན་ནས་ཤོར་འཇུག་གི་མེད་ལ། བློན་པོ་ཚོའི་ལྟ་ཚུལ་མི་མཐུན་པ་ཇི་ཙམ་འདོན་པར་དགག་བྱ་ཡང་གཏན་ནས་གནང་གི་མེད་པ་རེད། བློན་པོ་ཚོས་འགལ་ཟླ་ཅན་དང་མི་མཐུན་པའི་བསམ་ཚུལ་གང་འདྲ་ཞིག་བཏོན་ན་ཡང། མི་མཐུན་པའི་ལྟ་ཚུལ་དེ་དག་ལ་བཙན་པོ་རལ་པ་ཅན་རང་ངོས་ནས་བརྟག་དཔྱད་ཞིབ་ཚགས་མཛད་དེ། གང་བདེན་པ་ཡིན་པ་དང་གང་རྫུན་པ་ཡིན་པ། དེ་བཞིན་བསམ་བློ་ཡང་དག་མིན་དང། མི་རིགས་དང་རྒྱལ་ཁབ་ཀྱི་མདུན་ལམ་ལ་ཕན་ཐོགས་ཅན་ཡིན་མིན་བཅས་ཀྱི་དབྱེ་བ་ཞིབ་ཕྲ་འབྱེད་པ་མ་གཏོགས། བསམ་ཚུལ་གང་བྱུང་ལ་ཞིབ་འཇུག་མེད་པར་རང་དགར་དང་ལེན་མཛད་ཀྱི་མེད་ལ། བཙན་པོ་རང་ཉིད་ཀྱང་བློན་པོ་ཚོའི་སྐད་ཆ་གང་བྱུང་གི་རྗེས་སུ་འབྲངས་པ་དང། དྲང་བདེན་མིན་པ་དང། ཐལ་ཆ་ཆེ་བའི་ཐག་གཅོད་རིགས་གཏན་ནས་མཛད་ཀྱི་མེད་པ་རེད། གཞན་ཁ་ཕྱོགས་རིས་ཀྱི་གཞན་དབང་དུ་ཕྱིན་པའི་བློན་པོ་རིགས་ཤིག་ནི། ནམ་ཡང་ཤོག་ཁག་བྱེ་བྲག་པའི་ཁེ་ཕན་ཁོ་ན་ལ་དམིགས་པའི་བསམ་ཚུལ་གླེང་བ་མ་གཏོགས། རྒྱལ་ཁབ་སྤྱིའི་ལས་དོན་དང། ཕུགས་རྒྱང་རིང་པོའི་མདུན་ལམ་ལ་བསམ་བློ་གཏོང་གི་མེད་ལ། སྤྱིའི་ལས་དོན་ལ་ཕན་པའི་བསམ་ཚུལ་གླེང་བ་ཡང་ཕལ་ཆེར་མི་སྲིད་པས། བཙན་པོ་རལ་པ་ཅན་གྱི་བློན་པོ་དེ་རིགས་ཀྱི་བསམ་ཚུལ་ལ་ཡིད་ཆེས་དང་བློ་སྐྱེལ་གཏན་ནས་གནང་གི་མེད་སྟབས། ཁོང་ཚོའི་རྒྱལ་དར་སྒྲོགས་གཞིའི་སྐད་ཆ་དང་ཕན་མེད་དཀྲོག་གཏམ་གྱི་རིགས་མཐའ་དག་རང་སར་གཞིལ་ནས་ནུས་པ་གཏན་ནས་ཐོན་གྱི་མེད་པ་རེད། འོན་ཀྱང། ཕྱོགས་རིས་པ་དང། རང་ཉིད་ཀྱི་ཁེ་ཕན་གཙོ་གནད་དུ་འཛིན་པའི་བློན་ངན་དེ་རིགས་ཀྱི་བསམ་སྤྱོད་དང་སྐད་ཆའི་རིགས་ནི། རྒྱལ་ཁབ་ཀྱི་ཆིག་སྒྲིལ་དང་གོང་བུའི་ནུས་པ་ཐུར་གཤིག་ཏུ་འགྲོ་བའི་གཞི་མར་འགྱུར་སྲིད་པ་ཞིག་ཡིན་པས། བཙན་པོས་བསམ་ཚུལ་འདི་རིགས་ཀྱི་ཤུགས་རྐྱེན་ངན་པ་དག་རྒྱ་ཁྱབ་ཏུ་མི་འགྲོ་བར་སྔོན་མེད་ཀྱི་ཐུགས་སྣང་མཛད་ཀྱི་ཡོད། སྤྱིར། བློན་པོ་ཚོའི་གོ་གནས་དང་གྲལ་རིམ་ཁྱད་པར་ནི་ཁྲིམས་ཐོག་ནས་གཏན་འཁེལ་མཛད་ཡོད་པ་ཞིག་ཡིན་ཡང། བཙན་པོ་རལ་པ་ཅན་རང་ངོས་ནས་བློན་པོའི་ཁྲོད་ནས་སུ་དང་སུ་གལ་གནད་དུ་འཛིན་དགོས་མིན་ནི་བློན་པོའི་གོ་གནས་དང། རྒན་གཞོན། ཕྱི་ཚུལ་གྱི་རྣམ་འགྱུར་ཙམ་ལ་གཙོ་བོར་མི་མཛད་པར། བློ་རྒྱ་ཆེ་ཆུང་དང། བློ་གྲོས་གཏིང་ཟབ་མིན། རྒྱལ་ཁབ་དང། ཆབ་འབངས་ཀྱི་ལས་དོན་ཐོག་ལྷག་བསམ་རྣམ་དག་ཡིན་མིན་བཅས་ལ་གཙོ་བོར་མཛད་ཀྱི་ཡོད། དེར་བརྟེན། སུ་རྣམ་དཔྱོད་ཡངས་ཤིང། བློ་རྒྱ་ཆེན་པོས་རྒྱལ་ཁབ་དང། འབངས་མི་སེར་གྱི་བདེ་སྐྱིད་དོན་དུ། ལྷག་བསམ་རྣམ་དག་བྱེད་མཁན་ཞིག་ཡིན་ན། དེ་ཉིད་གོ་གནས་མཐོ་དམན་དང། དབུལ་ཕྱུག་གང་འདྲ་ཡིན་མིན་ལ་མ་ལྟོས་པར། རྒད་པོས་བློ་ཕུགས་གཏད་ནས་ནང་དོན་གྱི་གྲོས་འདྲི་བྱེད་པར་མ་ཟད། བརྩི་བཀུར་དང་ཆེ་མཐོང་གི་བློ་མགུ་བར་མཛད་ཀྱི་ཡོད་པ་རེད། འདི་ལྟར་བཙན་པོས་བྱེད་ཐབས་མཁས་པོས་བློ་གྲོས་ཆེ་ཞིང་ལྷག་བསམ་དག་པའི་བློན་པོའི་རིགས་ལ་རང་རང་གི་མོས་པ་དང་དགོས་མཁོ་ལ་བསྟུན་ནས་བློ་མགུ་བར་མཛད་ཀྱི་ཡོད་པ་མ་ཟད། རྒྱལ་ཁབ་ལ་བློ་སེམས་དཀར་བའི་མི་བྱེ་བ་ཅན་མཐོ་དམན་སུ་ཞིག་ཡིན་ན་ཡང། ཁོང་ཚོ་ལ་གནས་སྐབས་ཀྱི་དགོས་མཁོའི་ཆེད་ཁེ་ཕན་སྒྲུབ་པ་ཙམ་མ་ཡིན་པར། བྱེས་པ་ཅན་གྱི་ཕ་རབས་བུ་རྒྱུད་ལ་མཛའ་བརྩེ་ལྷོད་མེད་བརྟན་པོ་གནང་གི་ཡོད། བཙན་པོ་རལ་པ་ཅན་གྱི་མཛའ་བརྩེ་དང་བྱེད་ཐབས་ཁྱད་པར་ཅན་དེས་བློན་ཆེན་མང་པོ་ཞིག་བོད་ཀྱི་བཙན་པོ་དང། རྒྱལ་ཁབ་ཀྱི་དོན་དུ་རང་གི་ལུས་སྲོག་གཏོང་དགོས་ཐུག་ཀྱང་བློ་འགྱོད་གཏན་ནས་མེད་པ་ཞིག་ཏུ་གྱུར་ཡོད། དཔེར་ན། བློན་ཆེན་བྲན་ཁ་དཔལ་ཡོན་ལ་བདུད་བློན་ཚོས་ཕྲ་མ་བྱས་ཏེ་ཉེས་འཛུགས་ཕོག་པའི་སྐབས། རང་ཉིད་ཀྱི་ཚེ་སྲོག་གཏོང་རྒྱུར་དངངས་སྐྲག་གཏན་ནས་མེད་ཀྱང། རང་ཉིད་གསོན་པོར་གནས་མ་ཐུབ་ན། བཙན་པོའི་སྐུ་སྲོག་ལ་ཉེན་ཁ་ཡོད་པ་གསལ་པོ་གཟིགས་ཀྱི་ཡོད་སྟབས། བཙན་པོའི་བདེ་འཇགས་ཀྱི་དོན་དུ་བློན་པོ་བྲན་ཁ་དཔལ་ཡོན་གྱིས་དཀའ་སྤྱད་དྲག་པོས་ལྕགས་ཀྱི་ཚེ་སྲོག་བསྒྲུབས་པ་ལྟ་བུ་ཡིན། དེར་བརྟེན་བཙན་པོ་ཁོང་གི་སྐུ་དུས་སུ། རྒྱལ་བློན་རྣམས་ཀྱིས་ནུས་ཤུགས་གཅིག་ཏུ་བསྡུས་པའི་སྟོབས་ཤུགས་ལ་བརྟེན་ནས་ཆོས་ལུགས་དང། རིག་གཞུང་གི་རྩ་བ་བྱས་པའི་རྒྱལ་ཁབ་ཀྱི་སྟོབས་ཤུགས་ཤིན་ཏུ་འཕེལ་རྒྱས་ཆེན་པོ་བྱུང་ཡོད་པ་མ་ཟད། དྲག་པོའི་དཔུང་ཤུགས་ཀྱི་སྟོབས་ཤུགས་ཀྱང་སྔར་ལས་ཇེ་ཆེར་གྱུར་ཏེ། འཛམ་གླིང་ནང་སྟོབས་ཤུགས་ཆེ་ཤོས་གྲས་ཡིན་པའི་རྒྱ་ནག་གི་ཐང་རྒྱལ་པོས་ཀྱང། བོད་ཀྱི་དྲག་པོའི་དཔུང་དམག་གི་ངར་ཤུགས་མ་བཟོད་ནས་ཞི་བའི་གྲོས་འགོ་སློང་དགོས་པའི་གནས་ཚུལ་བྱུང་བ་རེད། སྐབས་དེར། ལོ་རྒྱུས་ཐོག་སྙན་གྲགས་ཡོད་པའི་ཁྲང་ཆིང་མཐུན་སྒྲིལ་རྡོ་རིང་ཞེས་པ་བཙུགས་ཏེ། རྒྱ་བོད་ཀྱི་རྩོད་གླེང་ཆེ་བའི་ས་མཚམས་གཏན་འབེབས་མཛད་ཅིང། ཆོས་ལུགས་དང་ཤེས་རིག་སོགས་རྒྱལ་ཁབ་ཀྱི་ཞི་དྲག་གི་ལས་དོན་མང་པོ་ཞིག་ལ་ཕྱོགས་ཡོངས་ནས་འཕེལ་རྒྱས་ཆེན་པོ་གཏོང་ཐུབ་པ་བྱུང་བ་ནི་བཙན་པོ་རང་ཉིད་ཀྱི་རྣམ་དཔྱོད་དང་བློ་སྤོབས། ཐབས་ཇུས། ཡིད་ཆེས་དང་མཛའ་བརྩེ་སོགས་ཐུན་མོང་མ་ཡིན་པའི་མཁྱེན་ཡོན་དང། ཐུགས་གཤིས་ཁྱད་པར་བ་ལ་བརྟེན་ནས་བྱུང་བ་སྨོས་མ་དགོས་ཀྱང། བློན་ཆེན་བློ་གྲོས་ཅན་རྣམས་ཀྱི་ལུས་སེམས་གཉིས་ཀའི་ནུས་ཤུགས་བཙན་པོ་རང་ཉིད་ཀྱི་ཕྱོགས་སུ་འགུག་ཐུབ་པ་བྱུང་བ་ནི། མཛད་རྗེས་འདི་དག་ལེགས་གྲུབ་བྱུང་བའི་རྒྱུ་རྐྱེན་གཙོ་གྲས་ཤིག་ཡིན་པ་ཤིན་ཏུ་གསལ་པོར་གྱུར་ཡོད།